ངོ་བོ་དེ་དྲན་གྱི་ཡོད་དེ་ནི་སྤྱིར་བཏང་གི་བོད་རྒྱལ་ཁབ་སའི་རྩ་ཆེན་པོ་རྩི་ཡ་དེ་ང་ཚོ་སངས་རྒྱས་ཀྱི་བསྟན་པ་རྩ་ཆེན་པོ་འདི་འབྲི་གཅིག་རྒྱལ་མཚན་བྱེད་ཉན་གྱི་རྒྱལ་ཁབ་ཅིག་ཡིན་དུས། ངོ་བོ་དེ་ལ་བརྟེན་ནས་ཐང་ཆེན་རག་གི་ཡོད་རེད་བསམ་གི་ང་ལྟ་བུ་ཡིན་ན་སོ་སོ་རྒྱལ་ཁབ་དེའི་རྩ་ཆེན་པོ་ཐང་ཆེན་པོ་རྩི་ཡ་དེ་རྒྱལ་མཚན་དེ་བོད་ཀྱི་ཆུ་ཟེར་ཡ་དེ་བླ་ན་མེད་པའི་གི་རིན་ཐང་ཆེན་པོ་ཅིག་ཡིན་དུས་འདི་ཉམས་ན་འགྲིག་གི་མ་རེད་བསམ་ནས་ང་ལྟ་བུ་ཡིན་ན་རྩ་ཆེན་པོ་རྩི་ཡ་དེ་དེ་ཡིན། གལ་སྲིད་བོད་རྒྱལ་ཁབ་འདི་ལ་ཆུ་དང་རུག་གཡང་དེ་འདྲི་གཅིག་མེད་པ་ཡིན་ན་ང་ལྟ་བུ་ཡིན་ན་ཉམས་ན་ཉམས་མ་ཉམས་ན་མ་ཉམས།

ཐོབ་ཐང་ལེན་འགྲོ་གི་འདུག་ཟེར་གི་རྒྱ་ནག་ལེན་པོ་མི་འདུག་བསམ་གི་འདུག་དེ་སྐྱིད་པའི་གི་འགན་རེད་སྐྱིད་པའི་གི་རིག་གཞུང་སྲོང་སྐྱོབ་ཀྱི་ཆེད་དུ་རེད་མ་ཐོབ་གྲྭ་ཚ་རྣམ་པ་སྒེར་ལ་དགོས་མཁོ་གང་ཡང་ཡོད་མ་རེད་བསམ་གི་ཡོད་འདུག་དོན་ནི་ཤེས་ན་དེ་ལན་དེ་དེ་འདྲ་ཅིག་ཡིན། དེ་ནས་དྲི་བ་གཉིས་པ་དེ་ཨ་རིའི་གླང་ཕྲན་གང་གི་ཁྲོད་ཡོད་ཀྱི་གྲོས་ཚོགས་ནང་ལ་གཞིས་ཆགས་སྲ་བརྟན་སྐོར་ཉུང་ཉུང་རེད་འདུག་ལབ་འདུག་དེ་ནས་གཞིས་ཆགས་སྲ་བརྟན་གི་འགྲོ་སོང་ཕོན་ཆེ་ཤོས་དེ་གཞིས་ཆགས་སྲ་བརྟན་ལས་བཏང་ཡོད་རེད་ཟེར་མདོག་མདོག་བྱས་ན།

ཐོས་བསམ་བློ་མ་འདྲ་བ་གཉིས་ཡོད་རེད། གཅིག་ཞན་ཆ་དེ་མ་བསམ་ན་གཉིས་འདྲ་བོ་གཅིག་མཐོང་བསྡད་ཀྱི་ཡོད་རེད། ཤོག་བཅུག་དེ་ག་རེ་རེད་ཟེར་ན། ཨ་ནི་གྲོས་ཚོགས་ནང་གི་འཐུས་མི་བཞི་བཅུ་ནང་གཅིག་ཡོད་པ་ཡོངས་སུ་རྫོགས་རིགས་ཡིན་ངོས་ནས་གཅིག་དེའི་སྐོར་ལ་མཐོང་སྟངས་འདྲ་བོ་གཅིག་ཕྱག་ལེན་གནང་སྟངས་འདྲ་བོ་ག་རེ་མཐོང་གི་ཡོད་ཟེར་ན། མཐོ་རིམ་ནས་ཁ་ཐུག་ཕེབས་ཉིན་གྱི་ཨ་ནི་ད་གཞོན་སྐྱིད་རྣམ་པ་ཡིན་ན།

གནས་བབ་དུ་མ་སོང་ན་ཡོངས་སུ་རྫོགས་པ་དེ་ཁོང་རྣམ་པ་ལ་ཡོད་རེད། དགུང་ལོའི་བབ་ནས་ཡིན་ན་ཡང་ཨ་ནི་དགུང་ལོའི་གཞོན་གཞོན། ག་རེ་བྱེད་དགོས་ན་བྱེད་ཐུབ་ངེས། རྣམ་དཔྱོད་ཀྱི་ཐོག་ནས་ཡིན་ན་ཡང་གསར་ཡོངས་སུ་རྫོགས་སོང་ངེས། དེ་འདྲ་བྱེད་དུས། དེའི་རིགས་དེ་ལ་ལིང་གར་གྱི་ལམ་ཁ་ལ་བསྐྲུན་ཐུབ་དགོས་ཡ་དེ་ཧ་ལས་པའི་གི་གེ་ཆེན་པོ། ང་རང་གི་བསམ་ཚུལ་ཡིན་ན་གྲོས་ཚོགས་ལ་མ་ཕེབས་པའི་སྔོན་དུ་ཡང་ལོ། ཉེ་བཞི་ཉེ་རྩ་ལྔ་དེ་འདྲི་གཅིག་ལ་ལིང་གར་གྱི་ཐོག་ལ་ཞུགས་ཐུབ་པ་ཡིན་ན་ཧ་ལས་པའི་གི་རྒྱལ་ཁབ་དང་མི་རིགས་ལ་ཕན་ཐོགས་ཆེན་པོ་ཅིག་ཡོང་ས་རེད་བསམ་སོང། དེ་ནས་སོ་སོ་མ་འོངས་ན་ཡང་ཅིག་དགུང་ལོ་ཡར་ཕེབས་ནས་ལྔ་བཅུ་དུ་བ་ཕེབས་དུས་གྲོས་ཚོགས་ནས་ཕེབས་ན་ཤེས་གྲགས་ཡོད་མ་རེད། ཨ་ནི་རྣམ་པ་སོགས་སློབ་སྦྱོང་གི་ཐོག་ལ་ཤོང་བྱེད་པ་ཡོད་རེད་མཉམ་མྱོང་ཐོག་ལ་ཤོང་བྱེད་པ་ཆགས་ཚར་དུས་གྲོས་ཚོགས་ཀྱི་ནང་ལ་ཡང་སྔར་ལས་ལྷག་བོད་ཀྱི་ཕན་ནུས་སྟོན་ཐུབ་ངེས་ཤིག་ཆགས་ཀྱི་རེད་བསམ་བསམ་གྱི་འདུག་དེ་འདྲའི་རེ་བའི་གི་ཐོག་ནས་ཨ་ནི་གཞོན་སྐྱེས་རྣམ་པ་ལ་ཨ་ནི་དང་པོ་ལིང་གར་གྱི་བླ་མཁར་ལ་བཀྲིན་ཐབས་ཡག་གིས་འབད་བརྩོན་བྱེད་དགོས་ཀྱི་འདུག་བསམ་བསམ་ལིང་གར་ས་གཏན་བསྲེས་ཏེ་དེ་འདྲ་ཅིག་བྱེད་དགོས་ས་རེད་བསམ་བསམ་གྱི་ཚོར་བ་ལྟ་དེ་ལ་སོགས་པ་སོ་སོ་ཡང།

གང་ཡིན་ཟེར་ན་ང་ལྟ་བུ་སོ་སོ་ཡིན་ན་ད་མི་ཚེ་གང་བོར་ལོ་སུམ་ཅུ་ནང་གི་འདི་ལ་གཞིས་ཆགས་ནང་བསྡད་རེད་དེ། ངེད་ཀྱི་སོགས་རྒྱང་གི་རིག་གནས་རང་ལ་འབད་བརྩོན་བྱས་ནས། སྔོན་མི་སྔོན་མ་བོད་ལ་ཡོད་པའི་སྐབས་ལ་ནང་ཆོས་སྦྱོང། ནས་ཡར་སླེབས་ནས་སོགས་རྒྱང་གི་རིག་གནས་ལ་ཞུགས་ཡོང་དུས། ནང་ཆོས་ཀྱི་དགེ་རྒན་རྣམ་པ་སྔོན་མའི་གི་སློབ་གསོ་གནང་མཁན་རྣམ་པ་དངོས་གནས་དྲང་ནས་གི་བསམ་གྱི་མི་ཆད་པའི་གི་གནས་དེ་འདྲི་སང་དེ་འདྲ་ཡོད་རེད་ཁོང་རྣམ་པས་གི་སློབ་ཐུན་ཡོངས་གྲགས་ཀྱི་ནང་ཡོད་དེ། ད་དེ་དུས་སྟོན་མྱོང་བ་བཤད་པ་མྱོང་བ་སློབ་སྦྱོང་རང་གི་སྐོར་ལ་བཞག་དགོས་རེད། མི་ལ་ཡ་མ་འབྲེལ་བ་གཅིག་སྐད་ཆ་མང་པོ་བཤད་ན་དེ་ནི་དུས་ཚོད་འཕྲོ་བརླག་འགྲོ་རེད་ཨང་ཀྲི་སང་ནི་ལམ་སྟོན་མང་པོ་གནང་གི་རེད། ང་སྟེ་གི་བག་ཆགས་འདྲ་བོ་གཅིག་གི་ཨང་ཀི་དེ་ནི་གཅིག་ད་གསོ་སྦྱིན་གི་རིགས་གཉིས་དེའི་ཐོག་ལ་ལི་ཀ་བྱས་དུས་ཙམ་པ་ལ། མི་ལ་སྐད་ཆ་བཤད་ཡ་དེ་དཔེ་ཉུང་ཉུང་འདྲ་བོ་གཅིག་དང་འབྲེལ་བ་བྱེད་ཡ་དེ་དཔེ་ཉུང་ཉུང་བྱེད་གི་ཡོད་ང། དུས་ཚོད་འཕྲོ་བརླག་མི་འགྲོ་ཡ་དང་སྔོན་མ་གི་གོམས་གཤིས་གཅིག་འདུག་དེ་ཚོ་ལ་བྱས་མེད། དེ་གི་ཐོག་ནས་གཉིས་མི་ལ་འབྲེལ་བ་དེ་ཞི་བ་ཞི་བ་བྱེད་ཐུབ་ཡོད་མ་རེད། ཕྱོགས་གཅིག་ནས་དེ་རེད་གཉིས་ནས་ཨ་ནི། ད་སོ་སོ་ལི་ཀ་རང་ཆེད་ནང་འཛུལ་དེ་དེ་ཙམ་པ་ལ་ཡང། ཅིག་ཤི་ལོག་མེད་གི་ངོ་ཤེས་པ་ཡང་མེད་པ་ཆེ། དེ་ནི་དངོས་ད་དངོས་འབྲུག་གི་འོས་གཞི་སྐབས་ལ་ཡིན་ན་ཡང་འོས་གི་ཁྱབ་བསྒྲགས་དང་ཞི་བའི་ཁ་ས་ཁ་འགྲོ་ནས་དར་འཕེར་གཏོང་ཡ་དེ་འདྲི་གི་གོ་སྐབས་འདྲ་བོ་རག་མ་སོང་ད་དེ་འདྲ་བྱེད་ནི་དེ་བྱེད་དེ་ལ་སོགས་པའི་ཨང་གིས་དེ་ནི་སོ་སོ་ད་ཅིག་ཡང། སོ་སོ་ཆབ་སྲིད་ཀྱི་ནང་ལ་ལོ་མང་པོ་ཅིག་ལ་བསྡད་དུས་དུས་གཅིག་ཉམས་མྱོང་དང་གོ་རྟོགས་དང་བསམ་གཞིག་བྱེད་ཀྱི་ཡོད་ན་ཡང། སོ་སོའི་ངོས་ནས་གཅིག་ཆབ་སྲིད་ད་དེང་སང་ཆབ་སྲིད་འཁྲབ་ཡག་འདུག་ལ་འཁྲབ་ནས་མི་ལ་ཅིག་མི་མཐོང་པོ་དེ་ཚོ་ལ་ངུ་དགའ་པོས་ལེན་འགྲོ་ཞེས་བཅར་འདྲིར་བ་བྱེད་དེ་འདྲི་གི་དམིགས་བསལ་གྱི་ཆབ་སྲིད་འཁྲབ་ཡག་ཆེད་དུ་བྱེད་ཡག་གང་ཡང་བྱེད་མ་ཐུབ་པ་བྱེད། སྤྱིར་བཏང་གི། སོ་སོའི་འོས་གཅིག་བརྩི་དགོས་ས་དང་ཆེ་མཐོང་དཀྲི་དགོས་ས་ཚང་མ་ལ་གུས་ཞབས་དང་བརྩི་བཀུར་སེམས་གཏིང་ནས་ཡོད་ཡིན་ན་ཡང། ཕར་བཅར་ནས་ངུ་དགའ་པོས་ལེན་འགྲོ་བ་གང་ཡང་ཤེས་ཐུབ་ཀྱི་མ་རེད་དེ་ལ་སོགས་ཀྱི་རྐྱེན་གྱིས། སོ་སོ་འུར་མ་འོ། འདི་འདྲ་ཅིག་ཡིན་དང་ཡང་གི་རེད་བསམ་བསམ་གི་ཡོད། དེ་དེ་ཙམ་མ་ཟད་དངུལ་བཞི་ལ་སླེབས་ཡ་དེའང་ང་རང་སེམས་ཤུགས་འཕར་སོང་ང་དེ་འདྲའི་གི་མི་ཅིག་འདི་འདྲའི་དངུལ་བཞི་ལ་སླེབས་ཡ་དེ་ཧ་ལེབ་ཡི་གི་ཡག་པོ་རེད་བསམ་བསམ་གི་ཚོར་བ་སླེབས་སོང། ང་དེ་དྲི་བ་དེ་ལན་འདི་འདྲ་ཅིག་ཡིན། ཨ་ནི་དྲི་བ་ལྔ་བ་དེ་ལ་འདི་རེད་ལབ་འདུག་དངུལ་བཞི་རེ་བ་ཡོད་རེད་བས། དངུལ་བཞི་རེ་བ་མེད་ན་ག་རེ་བྱས་ནས་ནང་ཡིན་ཟེར་ཅིག་དེ་འདྲ་ཅིག་ལན་ཅིག་འབྱོར་སོང། རེད་སྤྱིར་བཏང་གི་ང་བོད་མི་མང་འདུག་དུས་སྤྱི་འཐུས་འོས་མི་ལ་ལོང་ཡ་དེ་ང་སྤྱི་འཐུས་ཐོབ་དགོས་འདུག་དེ་དགོས་མཁོ་འདུག་ཡིན་གཅིག་མིན་གཉིས་ཀ་དེ་ཐོབ་ན་ཡག་པོ་འདུག་ཟེར་ནས་སྒེར་གྱི་ཆེད་དངོས་འདུས་ཀྱི་ཆེད་དུ་བཙལ་བ་ཉིད་ནས་ལོང་མེད། ང་དེ་ལ་རེ་བ་དུ་མ་སོང་ན་ཁག་བཞི་འདྲ་པོ་ཆགས་བསྡད་ཀྱི་འདུག་སོ་སོ་སེམས་ནང་ལ་བོད་སྤྱི་བའི་དོན་དག་ལ་ཤེས་འདོད་པ་བྱེད་འདོད་པ་དཀའ་ངར་ཡོད་པ་དེ།

དངོས་ཡོད་གཉིས་པ་དེ་ད་སོ་སོ་དངོས་གཞི་གི་དབུས་ལ་མ་ཐོབ་འོས་མ་ཐོབ་པ་ཡིན་ན་ཡང། རྒྱལ་སྤྱིའི་མི་མང་གི་ངོས་ནས་སོ་སོ་ག་འདྲ་གཅིག་ལ་བྱ་བ་ཡིན་ན། སྒུག་ཐོ་གཅིག་གི་ནང་བྱ་བ་ཡིན་ན་ཡང་བསྡད་ནས་བོད་སྤྱི་པའི་དོན་དག་ལ། སྒུག་ཐོ་གཅིག་གི་ངང་ནས་ལས་འགན་ག་རེ་ཡོད་ན་དེ་སྒྲུབ་དགོས་བསམ་སོང་ལགས། གལ་སྲིད་སྒུག་ཐོ་ལ་ཡང་སླེབས་གི་མེད་པ་ཡིན་ན་ཡང། སོ་སོའི་སེམས་ནང་ལ་ཡོད་པའི་གི་ན་ཚ་ཤེས་དགོས་ཡག་གི། ཤེས་འདོད་ཡོད་པའི་སྐད་ཆ་དེ་རྒྱལ་སྤྱིའི་མི་མང་ལ། ཤེས་དགོས་ཡག་དེ། དཔེ་མི་སྲིད་པའི་གལ་ཆེན་པོ། བོད་སྤྱི་པའི་གི

དེའི་ལྟོགས་ལ་རྣམ་ཤེས་ཡིན་འཆར་བ་ལྟོགས་ཡོང་མི་འདུག་དེ་འདྲ་བྱས་དུས་ཚང་མ་དངོས་གནས་ཅིག་ཚ་གི་ཚ་གི་ནོར་བུ་ཆགས་ནས་ད་ང་ཚོ་སྔོན་མ་ཡིན་ན་བོད་གཞུང་ལ་བར་རྗེས་ནས་བཙན་བྱོལ་བོད་མིའི་སྒྲོག་འཛུགས་ལབ་ཡོད་རོ། དེ་ནི་ཁ་ལ་གོམས་ལྕེ་ལ་ཤོང་ནས་དེ་ཆོང་ཆོང་ལབ་ཀྱི་འདུག་བ། འོ་དེ་ཁ་ནོར་བ་རང་ལ་བརྩི་རོགས་བྱས། ཨ་མི་རི་ཀས་ང་ཚོ་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་མིང་ཐོག་མ་རེད་བཙན་བྱོལ་བོད་གཞུང་གི་མིང་ཐོག་ལ་རང་བྲིས་ཡོད་བ་དེ་དངོས་གནས་དྲང་ནས་དགའ་འོས་པ་ཅིག་དང་སེམས་ནང་ལ་ཅིག།

བོད་ཀྱི་བརྙན་འཕྲིན་སེམས་གསོའི་ནང་གི་ཚོང་མ་བཀྲ་ཤིས་བདེ་ལེགས། དཀའ་ངལ་སློང་དགོས་པའི་རྒྱུ་མཚན། ད་སྤྱིར་བཏང་གི་སོ་སོ་ཕྱོགས་འདི་ནས་ཕ་མའི་ནང་གི་བརྒྱ་བྱིན་གྱི་བསླབ་བྱ་དང་གཟུངས་སྔགས་ཀྱི་སེམས་ཁུར་དང་ཁོང་རྣམ་པའི་ལམ་སྟོན་གནང་བཞག་པའི་ཆ་ནས་སོ་སོ་ཅིག་རྒྱལ་ཁབ་དང་མི་རིགས་ལ་ཤ་ཞེན་དང། ཨ་ནི་ཅིག་སེམས་ཁུར་བྱེད་དགོས་ཀྱི་ཡོད། དེ་འདྲ་ཡིན་དུས།

ཚགས་ཚུད་རེད། ཤོག་གོང་གི་ཐད་ཀ་ནས་ན་ནི་ཆོལ་གསུམ་བཅུ་དྲུག་རེད། ཚང་མ་ལ་སོ་སོ་བཙན་བྱོལ་སྤྱི་ཚོགས་ནང་ལོ་གསུམ་གྱི་ནང་ད་མི་ཚེ་གཅིག་དེ་བཞག་པའི་ཉམས་མྱོང་དང། མཐོང་རྒྱ་ཐོས་རྒྱ་ག་ལ་གང་ཐུབ་ཅིག་སླེབས་ཡོད་དེ་ཙམ་པ་ལ་ཅིག་ཕན་ཐོགས་རྒྱ་ཆེན་པོ་ཅིག་འགྲུབ་གི་རེད་བསམ་བསམ་སོ་སོ་རྒྱབ་ལྗོངས་ཀྱི་ཀུན་སློང་དེ་ལྷག་བསམ་རྣམ་དག་དང་རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ་ཡིན་དུས། དེ་ལ་བརྟེན་ཏེ། གཅིག་གྲུབ་འབྲས་ཡག་པོ་གཅིག་ཐོན་ཐུབ་པའི་གི་རེ་བ། ཡིད་ཆེས་སྤོབས་པ་འདྲ་བོ་གཅིག་ལ་ཡོང་ངེས་ཞེས་པ་དེ་འདྲ་ཡིན་ལ། ལགས་སོ།
ཨ་ནི། རེས་དོན་འགྲུབ་ལགས་ད་ཁྱེད་རང་ལ་ཡག་འོས་ཤོག་ལུགས་ནི་དེ་ད་ངི་གོང་ལ་ཞུས་པ་ན་བཞིན་དུ་མདོ་སྟོད་མི་དམངས་ཆགས་སྡོད་རེད་ད་ང་ཚོ་ལས་རིམ་དེའི་བརྒྱུད་ནས་མདོ་སྟོད་མི་དམངས་ལ་ཡང་རེ་བ་དང་ལན་ག་རེ་ཡོད་ན། རེད་ད་ང་མདོ་སྟོད་མི་དམངས་ལ་རེ་བ་དང་ཡིད་ཆེས་ལན་འདྲ་བོ་ག་རེ་བྱས་ཡོད་ཟེར་ན། ད་ང་ཚོ། མདོ་སྟོད་རྒྱ་ཆེའི་མི་མང་གི་ཁོངས་ནས་བོད་སྤྱི་པའི་རྩ་དོན་སྒྲུབ་མཁན་གྱི་མི་སྤྱི་ཡར་བདམས་དགོས་ཀྱི་ཡོད་རེད། དེ་ཡིན་ན་རྒྱལ་སྤྱིའི་མི་མང་གི་ངོས་ནས་ཡིན་ན་ཡང་བསམ་བློ་གཏོང་གཏོང་སྟེ། སོ་སོའི་སྤྱི་ཕ་ཡུལ་གཅིག་པ། སོ་སོའི་དགའ་བོ་ཉེ་བོ། སོ་སོ་དང་བློ་མཐུན་པ། དེ་འདྲ་ཙམ་ལ་བསམ་བློ་གཏོང་ནས་རྩ་བ་ཉམས་ནས་མ་ལུས་པ་བྱས་ནས། སྤྱི་འཐུས་སྲས་ཚུགས་གཉིས་ཀྱི་ཐོག་ལ་སྤྱི་པའི། གི་འཐུས་མི་ཡིན་པ། གངས་རི་སྤྱི་བའི་འཐུས་མི་ཡིན་པ་བོད་རྒྱལ་ཁབ་དང་མི་རིགས་སྤྱི་བའི་མི་གཅིག་ཡིན་པ། ལང་ཚན་ཞེ་དྲག་པ་དང་ཆོལ་ཁ་ཞེ་དྲག་པ། གནས་གཅིག་དགའ་མི་དགའ་ཤོད་མི་ཞེ་དྲག་པའི་མི་མ་ཡིན་པ། དེ་འདྲའི་གཅིག་ལ་བསམ་བློ་བཏང་ནས་སོ་སོ་སྒེར་གྱི་ཐོག་ལ་གཅིག་རྣ་བ་འདྲོག་མི་དགའ་དང་དགའ་མི་དགའ་དེ་འདྲའི་ལ་རྩ་བ་ཉིད་ནས་བསམ་བློ་མ་གཏོང་བར་བྱས་ནས་བསམ་བློ་རྒྱ་ཆེ་ས་ནས་གཏོང་ནས་སྤྱི་བའི་རྩ་དོན་དེ་ལ་ཐུགས་གཏོང་རོགས་ངོ་ལ་ཕན་ཐོགས་ཉེན་གྱི་སྤྱི་མཐུས་ཀྱི་གདམ་དགོས་ཀྱི་རེད། ངའི་རེ་བ་ཤེས་ཡ་གཙོ་བོ་དེ་རྒྱ་ཆེ་མི་དམངས་ལ་དགའ་རང་གནང་རོགས་གནང། ལྷག་པར་དུ་རྒྱལ་གཞན་ཡོད་ཉེན་གྱི་མི་གཅིག་ད་རྒྱལ་ཁབ་དང་མི་རིགས་ཀྱི་རྩ་དོན་དེ་ལ་ནི་ཤུགས་རྒྱབ་ཉེན་གྱི་དགོས་ན་གཙོ་བོ་དེ་རྒྱལ་གཞན་དེ་ཆགས་དེ་དགོས་གི་མི་དེ་ལ་རྒྱལ་གཞན་དང་བ་ནི་ལྷག་བསམ་ཡོད་ཉིད་ཡག་པོ་གཅིག་སྤྱི་བའི་དོན་དག་ལ་ཕུགས་རྒྱང་རོང་བོ་བཟུང་ནས་བསྡམས་རོགས་གནང་ཞེས་རེ་བ་བྱེད་ཀྱི་ཡིན་ལ། ད་གཟོད།
ཐུགས་རྗེ་ཆེ། དེ་ནི་ང་ཚོ་ད། ཁྲི་སྟོན་འགྲོ་ལགས་ཀྱི་དེ་འདྲའི་ད་ལྟ། ད་ལྟའི་ཆ་ལ་ཡང་ད་སྤྱི་འཐུས་དངོས་སུ་ཆགས་ཡོད་མ་སྟེ་ད་ལྟ་ཡིན་ནའི། བཅའ་ཁྲིམས་ལ་ཡང་བསྒྱུར་བཅོས་གཏང་དགོས་ད་དེ་ནང་ལ་ཡང་མ་འདང་བའི་ཆ་ད་དེ་འདྲའི་ཅི་ཟེར་གྱི་ཡོད་ན། ང་སུ་རེད་ད་སྤྱིར་བཏང་གི། གང་ནས་སོང་བ་ནང་བཞིན་རེད་བཅའ་ཁྲིམས་དེ་ལག་ལེན་བསྟར་ནས་སོ་སོ་གིས་ཉམས་ཞིབ་བྱས་ནས་གནས་སྐབས་དེ་དུས་ལ་དཀའ་ངལ་ག་རེ་འཕྲད་ཀྱི་ལྟ་གི་ལྟ་གི་བྱས་ནས་བསྒྱུར་བཅོས་གཏོང་ག་ཡ་གཅིག་བྱ་དགོས་རེད་བསམ་གི་འདུག་དེ་འདྲ་ཡིན་དུས་ཟླ་གཅིག་སྔོན་གྱི་ང་ཚོ་འདས་པའི་གི་ལོ་རྒྱུས་ནང་ལ་བལྟས་པ་ཡིན་ན་སྤྱིར་བཏང་གི་ཟླ་གཅིག་དྲ་ལམ་རེད་ཐད་ཀར་ཡོང་སོང་རེད་ག་པ་ལ་བལྟས་པ་ཡིན་ན་ཡང་སོ་སོ་གི་བསམ་ཚུལ་དེ་ཕྲ་ལ་ཕྲན་བུ་ཡང་ཡོང་གི་འདུག། ནི་སོ་སོ་ཡིན་ན་ཡང། ལྷད་ཀྱི་བཅའ་ཁྲིམས་དེ་ཞི་བའི་ངེས་པ་ཡོད་མ་རེད་པས་ཏིས་ཏིས་སུ་ཀློག་ཡ་ལ་ཅིག་ལྟ་ཞིག་ལྟ་ཞིག་བྱེད་ཡ་ལ་དགའ་བོ་ཡོད། དགེ་འདུན་གྱི་ཚོར་སྣང་གི་ཐོག་ནས་ཞུས་བ་ཡིན་ན། དཔེར་ན། བར་ཆད་ལེའུ་གཉིས་པའི་དོན་ཚན་བཅུ་གསུམ་པ་རེད་ད་བོད་མིའི། ནི། ཡུལ་དམུས་ཀྱི་ལས་འགན་ཟེར་ཡ་དེ། དཔེར་ན་གསར་བརྗེའི་དང་པོ་ལྟ་བུ་ཡིན་ན། ནི་བོད་མིའི་སྒྲིག་འཛུགས་ལ་བློ་ཁེལ་ཡིད་ཆེས། བློ་གཏད་ཡིད་ཆེས་བྱེད་དགོས་ཟེར་ཡ་ཅིག་ཡོད་རེད། སྤྱིར་བཏང་གི།

དེ་གི་ལམ་སྟོན་དེ་ག་འདྲ་འདྲ་ཡིན་ན་བསམ་བསམ་ནང་ཚོར་བ་ཁེ་མཚར་འདྲ་ཞིག་གླེང་བ་ནི་དེ་འདྲ་ཡོང་སྲིད་ཀྱི་འདུག་བཟོ་ལྟ་དཔེ་མཚོན་ཙམ་རེད་དེ་དངོས་གནས་འགྱུར་བ་གཏོང་དགོས་མི་དགོས་དང་དེ་ནས་གཞན་གྱི་ཐོག་ནས་གར་དཀའ་ངལ་འཕྲད་ཀྱི་ཡོད་མེད་དེ་སོ་སོ་གི་གོ་སྐབས་རག་དེ་ལ་ནི་ཉམས་ཞིབ་ཀྱིས་ལག་ལེན་བསྟར་ཡོང་དུས་ནི་ལྟ་གི་ལྟ་གི་བསྒྱུར་བཅོས་གཏོང་དགོས་ས་གནད་འགག་ཡོད་ནའང་ནི། འཆར་གཞི་ལེན་པ་དང་དེ་ལ་དོན་སློང་མང་པོ་བྱེད་ཡག་དང་ནི་དེ་ལ

འཇམ་པོའི་ཐོག་ནས་གྲོང་གསེབ་པ་དེ་ཚོ་ལ་མགོ་སྐོར་བཏང། བྲག་མེད་ས་ལ་དྲ་བཙུགས་རྒྱ་ནག་གི་ཤི་བོ་བྱེད་ཡོད་མདོག་མདོག་བྱས། ཏཱ་ལི་བླ་མས་ཤི་བོ་བྱེད་མེད་མདོག་མདོག་བྱས། མགོ་སྐོར་གཡོ་སྒྱུ་མང་པོ་ཅི་བྱེད་དེ་བྱེད་བཞིན་པ་དེ་ནམ་རྒྱུན་དཀྱུས་མ་རེད། ནམ་རྒྱུན་གྱི་ན་དཀྱུས་སྟོང་སྟོང་ཅིག་རེད། ད་ལྷག་པར་དུ་ཉེ་ཆར་ལྟ་བུ་ཡིན་ན་ད། སྤུ་བོ་ཆུང་ཆུང་ལོ་གཉིས་གསུམ་ནས་སློབ་གྲྭ་ལ་གཏོང་དགོས་ཀྱི་ཡོད་ཟེར་ནས་ཕ་མ་དང་ཁ་བྲལ་ནས་རྒྱ་ཧོར་ལ་ཕར་ཁྲིད་ཡག་བརྩིས། ད་ནམ་རྒྱུན་གྱི་རྒྱ་ནག་གི་སློབ་ཆེན་ནང་ནས་བོད་ཡིག་མ་བཏོན་ནས་སློབ་ཆེན་ལ་སྐད་ཡིག་གི་བདག་དབང་མེད་པ་བཟོ་བ། ད་དུ་སུ་དམིགས་བསལ་གྱིས་ད་ལྟ་སྐབས་སུ་བབས་པའི་གི་མཛའ་གྲགས་ནི་རྒྱ་ཡིག་བོད་ཡིག་དེ་རྒྱ་ཡིག་ལ་བསྒྱུར། བོད་རིགས་དེ་རྒྱ་རིགས་ལ་བསྒྱུར་ཡ་གི་ད་ཐབས་ཤེས་མང་པོ་ཅིག་བསྟན་ནས་ལོག་ནས་ལོག་བྱས་ནས་སྡུག་དུ་སྡུག་དུ་བཏང་ནས་ང་ཚོ་གི་ངོས་ནས་ཅིག་ག་ཚིག་གི་འཚེ་མེད་ཞི་བའི་ལམ་ནས་ག་ཚིག་གི་སྙོམས་ཆུང་བྱས་ན་ཡང་རྒྱ་ནག་གི་ཆབ་སྲིད་ཨང་རྩོན་པ་ཚོ་སྡུག་ནི་སྡུག་ཏུ་འགྲོ་གི་ཡོད་རེད་དེ་ང་ཚོ་གིས་ངེས་པར་དུ་གཞི་ཞིག་གཉིས་དང་ལྷག་པར་དུ་ཕྱི་རྒྱལ་གྱི་རྒྱ་ཆེའི་མི་མང་གི་ངོས་ནས་སེམས་ནང་ལ་ཉར་དགོས་ཡ་དང། ལག་ལེན་ག་རེ་བསྟར་ཐུབ་ཀྱི་འདུག་བལྟ་དགོས་ཡ་དང་དེ་ལ་སེམས་ཁུར་བྱེད་དགོས་ཡ་དེ་དུས་ལ་བབ་ཡོད་རེད་རྫ་དྲག་རེད་བསམ་གྱི་འདུག་ལགས། ལགས་སོ།

ཐུན་ཁུར་དུ་མ་སོང་ན་ཉུང་ཤོས་དེ་གཞིས་ཆགས་ཀྱི་ནང་ལ་སྐད་ཡིག་ཡར་རྒྱས་གཏང་ཡ་དང་རིག་གཞུང་སྲ་བརྟན་གཏོང་བའི་སྐད་ཡིག་སྲ་བརྟན་གཏང་ཡ། དེའི་སྐོར་ལ་པའི་དུས་ཚོད་དུས་ཆ་ཁོ་ནའི་དང་ཆ་ཤས་ནས་ངས་དེ་ཉུང་ཉུང་རེད་བྱ། ང་ཚོ་གཞིས་ཆགས་ནང་ལ་ཡིན་ན་ཡང་མི་མང་པོ་གཞིས་ཆགས་མང་པོ་ཡོད་དུས་བསམ་པ་ལ་གཞིས་ཆགས་ལ་བསྡད་མཁན་རྣམ་པ་ཡིན་ན་བོད་དགུ་ཆོས་དང་རིག་ཡང་སྐད་དང་ཡི་གེ། སྲོལ་རྒྱུན་གྱི་རིག་གནས་ཚང་མ་ལ་འགན་འཁུར་དགོས་རེད་བསམ་གྱི་ཡོད། དེ་འདྲ་བྱས་དུས་དེ་ནས་དེའི་ཐོག་ལ་དཔེ་མི་སྲིད་པའི་གལ་ཆེན་པོ་ཡོད་རེད། དེ་འདྲ་བྱས་དུས་གྲོས་ཚོགས་ནང་ལ་ལྟ་བ་ཡིན་ན་ལྟ་གཅིག་གཞོན་གཅིག་མང་པོ་ཞིག་ཕེབས་འོང་དུས། འཐབ་རྩོད་དགོས་ལྟ་མཐོ་རིམ་ཐོན་ནས་གྲོས་ཚོགས་ལ་ཕེབས་འགྲོ་དུས་རྩམ་པ་ལ་གཞི་ཆགས་ནང་གི་ཤིག་ཉམས་མྱོང་དུ་མ་སོང་ན་དཀའ་ངལ་དུ་མ་སོང་ན། དེའི་ཚེ་གཟུགས་རྟོག་ཞེ་དྲག་མེད་པའི་ཆ་ནས་གྲོས་ཚོགས་ནང་ལ་གཞིས་ཆགས་ཀྱི་ནང་ལ་དེའི་སྐད་ཡིག་སྲ་བརྟན་དང་ཞིབ་འབྲི་གི་སྐོར་ལ་གླེང་སློང་དེ་དེའི་ཉག་ཉོག་ཆགས་བཞག་ཙམ་ནས་ངའང་ཚོར་སྣང་ཆེན་པོ་ཡོད། དེ་འདྲའི་བྱེད་དུས་སོ་སོ་ལྟ་བུའི་ཡིན་ན་མ་འོངས་བར་གོ་སྐབས་ཅིག་རག་བ་ཡིན་ན་དེའི་སྐོར་ལ་གོང་ཚོད་སྐྱོད་ཐུབ་པའི་ཐོག་ལ་འཆར་གཞི་གཅིག་ནུས་པ་གང་ཡོད་ཀྱི་ཐོག་ལ་བཏོན་དགོས་གླེང་དགོས་བསམ་པའི་བསམ་འཆར་དེ་འདྲ་ཡོད་ལགས། ངོ་སོ།
ཐུགས་རྗེ་ཆེ། བཀྲ་ཤིས་དོན་འགྲུབ་ལགས་དྲི་བ་གཅིག་མཚུངས་ཡིན། ད་ངའི་བསམ་འཆར་ཡིན་ན་ང་ཚོ་བོད་པ་བསད་དེ་ཆུ་བསད་དེ་ནང་ཆུ་བསད་དེ། འཛམ་བུའི་ལང་ན་ཆེས་ངོམ་ཤོག་བྷི་གི་གད་ཆེན་པོ་རྩ་ཆེན་པོ་རིན་ཐང་ཆེན་པོ་ང་ཚོ་གི་སྐྱི་ནུ་རེད་དྲན་གི་ཡོད་རེད་དེ་འདྲས་སོང་དེ་ཙམ་པ་ལ་འདི་ལྟ་བུའི་ཅིག་ད་ང་ཚོ་བོད་རྒྱལ་ཁབ་དང་མི་རིགས་དེ་ཡིན་དེ་དམིགས་དགོས་གི་འདུག་འདི་ནི་ཆུ་དང་རུས་རྒྱང་དེ་ཡིན་དེ་དམིགས་དགོས་གི་འདུག་ས་དེ་ང་ཚོ་མི་ཐོག་ནས་མི་ཐོག་དཀའ་ལས་རྒྱབ་ཡ་དེ་གནད་འགག་དེ་ཆུ་ལ་ཐུག་དུ་ཡོད་རེད་དྲན་གི་ཡོད་མི་ཡིན་བོད་ཅིག་གི་མི་ཚེ་གི་ནང་ལ་ཨ་ནི་སེམས་ནང་གི་བདེ་སྐྱིད། ཨ་ནི་འཛམ་གླིང་ཞི་བདེ་ཡོང་ཡ། ཐོག་མ་དེ་ཨ་ནི་ཆུ་གི་ཐོག་ནས་ཡོང་གི་ཡོད་དུས། ཆུ་བསད་དེ་དཔེ་མི་སྲིད་པའི་ཡི་གེ་ཆེན་པོ་རེད་ཆུ་རྒྱལ་ཁག་གི་ཨ་ནི་ཕྱག་ལས་སྐོར་ཧ་ལི་བི་གི་རྒྱ་ཆེན་པོ་ད་པེ་ན་གོང་ས་སྐྱབས་མགོན་ཆེན་པོ་ཕྱག་ལས་མཛད་མཁན་རྒྱལ་ལ་སོགས་པ་ཨ་ད་མང་པོ་ཡོད་རེད་ད་ང་ལྟ་བུ་ཅིག་གི་ངོས་ནས་བརྗོད་ཕིན་ཡུལ་འདི་འདི་པ་ཆེན་པོ་ཡོད་རེད་དེ་གལ་ཆེན་པོ་ཡིན་དུས་བསམ་པ་ལ་ངས་ག་རེ་བསམ་གི་ཡོད་རེད་ཟེར་ན་ཆུ་རྒྱལ་བསྟེན་དུས་ཆུ་གི་ཏོག་ལ། ཅིག། བྱ་བ་ཨ་ནེ་རྣམ་པའི་ཐོག་ནས་འུ་གཉིས་སློབ་དགོས་ཡ་དེ་ངེས་པར་དུ་དགོས་རེད་དྲན་གི་ཡོད། ད་ཆུའི་དེ་དེ་ནང་ཆུ་ཟེར་དེ་སྨུག་སར་རེད་དེ་ཨ་ནེ་འཛམ་བུའི་ནང་སྤྱི་ལ་ཕན་པ་འགྲོ་བ་ཡོངས་ལ་ཕན་པའི་གི་ཕྱག་ལེན་རྒྱ་ཆེན་པོ་ཡོང་གི་ཐོང་རྣམ་པ་དེ་དར་རྒྱས་ཡོང་ཡ་ཡར་རྒྱས་གོང་འཕེལ་འགྲོ་ཡ་གི་ཆེད་དུ་ཨ་ནེ་བོད་མི་མང་གི་སྤྱི་འཐུས་ཡི་ནང་ལ་འཐུས་མི་གཅིག་བཞག་པ་ཡིན་ན་དེའི་གི་ཐོག་ནས་ཕྱག་ལེན་རྒྱ་ཆེན་པོ་གནང་ཐུབ་ཀྱི་རེད་ལ་འཛམ་གླིང་ཞི་བདེ་ལ་ཕན་གྱི་རེད། ལས་ཀ་རྒྱ་ཆེན་པོ་ཡོད་རེད་དེ་འདྲའི་བཅས་བསམ་པ་ལ་ཁོང་རྣམ་པ་ལྟ་བུ་ད་ཅིག་གྲྭ་བ་གྲྭ་ཆུང་ཆགས་ཐུབ་དུས་དཔེ་ན་ངས་ད་ལྟ་ཆོས་རྗེ་ཁག་གི་སྤྱི་འཐུས་རྣམ་པ་ཡིན་ན། སྤྱིར་བཏང་གི་སྤྱི་འཐུས་ཞེས་མིང་དེ་སྤྱི་འཐུས་ཞེས་ནང་བཞིན་ནས་མང་དོན་ཆུང་བ་ཅིག་མཐོང་གི་ཡོད་གང་ཡིན་ཟེར་ན། ང་དེ་རིང་ངས་འདི་སྐད་ཆ་འདི་བཤད་པ་ཡིན་ན་ངའི་མཚང་ལ་སྐྱོན་རྒྱག་འགྲོ་ངས

ཧཧཧཧ། ཨོ་ཆོས་རྒྱལ་གྱི་དབུས། འདི་སྐད་ཅེས་པའི་དབུས་དེ་ངེས་པར་དུ་དགོས་ཀྱི་འདུག་མེད་དུ་མི་རུང་བ་རེད་ཀྱང། སྐབས་བཅོ་བརྒྱད་པའི་དཔོན་མོ་སྤྱི་འཐུས་དངོས་གཞིའི་འོས་མི་བེ་རི་བཀྲ་ཤིས་དོན་གྲུབ་ལགས་ངོ་སྤྲོད། བཀྲ་ཤིས་དོན་གྲུབ་ལགས་ནི་རྫ་ཆུ་ཁ་ཁྲིན་ཏུའུ་རྫོང་དུ་གྲོངས་པ་དང། ཟླ་འདིའི་ཆར་རྒྱ་གར་ལྷོ་ཕྱོགས་སྦེལ་ཀོབ་ཏུ་གནས་སྡོད་གནང་བཞིན་པ་རེད་འདུག་ཁོང་གིས་བོད་ནང་དུ་མི་ལོ་བཅུ་གཉིས་ལྷག་ནང་ཆོས་ལ་སློབ་སྦྱོང་གནང་མྱོང་བ་དང། རང་དགོན་དུ་ལོ་བཞི་ལྷག་དཔེ་ཁྲིད་ཀྱི་དགེ་རྒན་གནང་འདུག་རྒྱ་གར་དུ་བཙན་བྱོལ་ལ་འབྱོར་རྗེས་ཤེས་རབ་དཀའ་ཚེ་སློབ་གླིང་དུ་དབྱིན་བོད་གཉིས་ཀྱི་སློབ་སྦྱོང་གནང་འདུག། མི་ལོ་ཉི་ས་དྲུག་ལྷག་གི་རིང་བོད་ཀྱི་ཚིག་འབྲུ་སྒྱུ་རྩལ་ལ་ཉམས་ཞིབ་དང། ཚོང་ལས་ཟོང་འགྲེམས་ཀྱི་ཉམས་མྱོང་བསགས་ཡོད་པ་དང། པར་ལེན་དང་ཡི་གེ་འབྲི་ཁུལ་སོགས་ལ་ཉམས་ཞིབ་གནང་དང་གནང་མུས་རེད་འདུག། བཀྲ་ཤིས་དོན་འགྲུབ་ལགས་ཀྱིས་སྦེལ་ཀོབ་བོད་ཀྱི་ཞིང་ལས་ལྷན་ཚོགས་ཀྱི་ཚོགས་གཞོན་གནང་བ་དང། ལོ་བཞི་ཙམ་གྱི་རིང་རྒྱ་བལ་འབྲུག་གསུམ་དུ་ཆོལ་ཁ་གསུམ་ལས་ཕེབས་པའི་གསར་འབྱོར་བ་དཀའ་ངལ་ཅན་རྣམས་ཀྱི་ཆེད་དུ་དྭང་བླངས་སྤྱི་ཚོགས་ཞབས་ཞུ་གནང་འདུག་པ་མ་ཟད། ཆོལ་གསུམ་གསར་འབྱོར་སྐྱིད་སྡུག་ཚོགས་པ་གསར་འཛུགས་གནང་འདུག། ཆོལ་གསུམ་བཙན་བྱོལ་སྤྱི་འཐུས་ཚོགས་པའི་ཚོགས་མི་ཡོངས་ཀྱི་ཚད་མཐོའི་རྒྱབ་སྐྱོར་ཐོག་མང་མོས་འོས་འདེམས་བྱུང་སྟེ། ཁོང་གིས་སྤྱི་འཐུས་ཚོགས་པ་དེ་རྒྱུན་ལས་སྐབས་དང་པོ་དང་སྐབས་གསུམ་པ། སྐབས་ལྔ་བ་བཅས་ཀྱི་ཚོགས་གཙོ་གནང་དང་གནང་མུས་རེད་འདུག་བཙན་བྱོལ་སྤྱི་འཐུས་ཚོགས་པ་ནི། ཚོགས་མི་བོད་ཆོལ་ཁ་གསུམ་གྱི་གསར་འགྱུར་བ་བདུན་བརྒྱ་ཙམ་གྱིས་གྲུབ་པའི་སྤྱི་འཐུས་ཚོགས་པ་ཆེ་ཁྲི་ཞིག་ཡིན་པ་རེད། གཞན་ཡང་བཀྲ་ཤིས་ཐུང་ཐུང་ལགས་ཀྱིས་ལོ་གཉིས་རིང། སྦེལ་ཀོབ་བདེ་སྐྱིད་ལྷ་གཙོ་རང་བསྟེན་ཚོགས་ཆུང་གི་ཚོགས་མི་གནང་ཞིང། ལྷོ་ནི་རྫ་ཆུ་ཁའི་སྐབས་དང་པོའི་ཚོགས་གཞོན་དང་སྐབས་གཉིས་པའི་ཚོགས་གཞོན་དང་རྩེ་པ་གཅིག་ལྕོགས་གནང་འདུག།